བཙན་བྱོལ་བོད་གཞུང་དང་དེ་བཞིན་བོད་ཀྱི་སྤྱི་མཐུན་མཉམ་འབྲེལ་ཚོགས་པའི་ལས་དོན་གནང་ཡོད་རེད་གཞུང་ཞབས་གནང་ཡོད་རེད་སོང་ད་ལྟ་བོད་མིའི་སྤྱི་ཚོགས་ནང་ལ་ཡོངས་གྲགས་ཀྱི་མི་སྣ་ཞིག་རེད་ཨ་ད་རིང་ངས་བཀའ་འདྲི་ཞུས་དེ་གཙོ་བོ་ད་རྒྱལ་གྱི་ཚོང་ལས་གནང་གི་ཡོད་སོང་ཙང་ཚོང་ལས་སྐོར་དེ་ངས་གཙོ་བོ་བཀའ་འདྲི་ཞུ་ཡས་ཡིན་ཐོག་མར་དེ་ད་ལྟ་སྨན་བླ་བྱམས་བརྩེ་ཁང་ཅིག་བཙུགས་གནང་ཡོད་སོང་ཙང་དེའི་ཐོག་ནས་ད་བོད་ཀྱི་གསོ་བ་རིག་པའི་རིག་གཞུང་གི་ཐོག་ནས་ཨ་ནི་ད་རྒྱ་གར་བ་རེད་དེ་བཞིན་བོད་མི་རེད་གང་ལྟར་སྨན་ཁང་འདིའི་ནང་བསྟེན་གཏུགས་གནང་མཁན་ཚོ་ལ་བཅོས་ཐབས་གནང་གི་ཡོད་རེད་སོང་ཙང་དེའི་བཅོས་ཐབས་གང་དང་གང་གནང་གི་ཡོད་དམ་དེ་གཅིག་གསུང་རོགས་གནང་ཞུ་ཡིན། ལ་འོང་ལ་ད་སྨན་བླ། ཟོ་དྲ་ཟེར་བ་རེད་ད་སྨན་བླའི་ཚོང་ལས་སྡེ་ཚན་འདིས་ད་ཐོག་མར་ཉིས་སྟོང་བཅུ་དྲུག་ཕྱི་ཟླ་དང་པོའི་ནང་ལ་ཡེནས་བོད་ཡང་བོད་མི་སྤྱི་མཐུན་མཉམ་འབྲེལ་གྱི་ད་སྤྱི་ཁྱབ་འགན་འཛིན་ལོ་ལྔ་བྱས་བྱས་དེ་ནས་ཡེནས་ཁོང་རང་རྩ་དགོངས་ཞུས་ཡིན་ད་ཡེནས་སྒེར་གྱི་ཚོང་ལས་བུ་སྐོར་བཙུགས་པ་ཡིན། ད་ནི་ད་སྤྱི་ཐང་ད་ལོ་རྒྱུས་མདོར་བསྡུས་འདྲ་ཞུས་བ་ཡིན་ན་ད་ཐོག་མར་ང་ཚོས་ད་བོད་པའི་སྤྱི་ཚོགས་ནང་ལས་ཀ་བྱས་བྱས་ཡེནས་དེ་ནས་མ་སྒེར་གྱི་ཚོང་པ་རྒྱབ་དུས་སྒང་དེ་ཡང་ཡེནས

བཟོ་སྲིད། བོད་ཀྱི་གསོ་བ་རིག་པ་དེ་ད་དེང་རབས་ཀྱི་སྨན་གྱི་ལམ་སྲོལ་ཞིག་མིན་པ་རེད། དེ་འདྲ་ཡིན་དུས་ད་ནུབ་ཕྱོགས་ཡུལ་གྲུ་ཁག་ནང་ཡིན་པ་ཡིན་ན་ལག་ལེན་བསྟར་རྒྱུའི་ཐོག་ལ་ཡང་བཀའ་འཁྲོལ་ཞུ་དགོས་ལ་སོགས་པ་ད་བཀའ་འཁྲོལ་ཐོབ་མིན་དང་དེ་འདྲའི་གི་ད་གནད་དོན་མང་དག་ཅིག་ཡོད་རེད་རྒྱ་གར་ནང་ལྷོ་ཕྱོགས་སུ་ཡང་བཀའ་འཁྲོལ་ཞུ་དགོས་དང་དེ་འདྲའི་དཀའ་རྙོག་ཡོད་རེད་པ་ལས།

རྒྱ་གར་ཁ་ན་ཏྲ་ཀ་མངའ་སྡེའི་རྒྱལ་ས Bengaluru ད་ལྟའི་བལ་ཡུལ་དག་གི་སྐད་གྲགས་ཆེ་བའི་གྲོང་ཁྱེར་ཅིག་རེད་ཨ་ནི་གྲོང་ཁྱེར་འདི་ད་ཆེས་ཡར་ཐོན་གྱི་གྲོང་ཁྱེར་ཞིག་ཀྱང་རེད་དེ་འདྲའི་ཡིན་དུས་དེའི་ནང་ལ་ད་བོད་ཀྱི་གསོ་བ་རིག་པ་ལག་བསྟར་གནང་ཡོང་དུས་ཡང་ཅིག་མི་མང་ཚོས་དགའ་མོས་ད་དེའི་ཐོག་ལ་དར་ཁྱབ་ཆེ་ཆུང་རེ་དེ་ག་འདྲའི་འཇོག་རེད། ལའང་ད་སྤྱི་དང་སྡེ་ལ་ཡང་ད Bengaluru ནང་ལ་ད་སྨན་རྩིས་ཁང་ཡན་ལག་བཙུགས་ནས་ལོ་སུམ་ཅུ

བྲག་ཐོག་ཚང་ངེ་གཟུགས་བཟང་ཡོད་ཞུ་ཡིན། ང་རེད་ད་ལྟ་བཀྲ་ཤིས་དབང་འདུས་ལགས་ཀྱིས་བོད་ཆ་སྟབས་བདེ་དེ་ཐོག་མར་བཟོ་སྐྲུན་གནང་པའི་སྐབས་དེ་ད་ཟླ་གྲངས་འགའ་ཤས་ཅིག་དེའི་ཐོག་ལ་བརྟག་དཔྱད་དང་ཉམས་ཞིབ་དང་ད་དུ་གནང་རྒྱུའི་ཐོག་ལ་དུས་ཅིག་གི་རྒྱུན་གྲོན་རེད་ད་ག་ནང་བཞིན་གྱི་དུས་གྲོན་རེད

གྲུབ་དོན་འདི་འདྲས་བྱུང་བར་བརྟེན་ནས་དེའི་རྗེས་སུ་ཡང་དཔེ་བཤུས་བྱེད་སྲིད་པར་བར་འདི་འདྲའི་ཚོང་རྟགས་བཀའ་འདྲི་ཞུ་བའི་རྒྱུ་མཚན་དེ་ཡིན། ད་གཉིས་པ་དེ། བཀྲ་ཤིས་དབོན་སྟོད་ལགས་ཀྱིས་ཚོང་ལས་སྡེ་ཚན་ནང་ནས་ནི། ཆབ་ཞེས་པའི་རྟགས་གང་ལྟར་ཨིན་སྐད་དུ་བྱས་པ་ཡིན་པས་ཡིན་ན་མིན་རིལ་བ་འདྲ། དེ་འདྲས་ཀྱི་ཚོང་གནང་གི་ཡོད་པ་འདྲ་སོགས་ཚོང་རྟགས་ད་དེ་ཡང་དཔེར་ན་རྒྱ་གར་ནང་ལ་ད་ཅིག་མིན་རིལ་བ་འདྲ།

འདི་ནང་ད་ང་ཚོ་ཆབ་སྒྲིག་དུ་ང་ཚོ་ཞུ་ཡ་ཡིན། ལོ་ལོ།
ད་ངས་ང་རང་ཚོ་ཚོང་ལས་རྣམ་གྲངས་གསུམ་པ་དེ་ཨ་ནི་སྐར་མ་གསུམ་ལྡན་གྱི་གསོལ་སྟོན་ཁང་ཞིག་འདུག་དེ་དེའི་སྐོར་དེ་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང་ཞུ་གི་ཡིན།
ལོ་ལོ། འདི་ད་ལྟ་ང་ཚོ་ཧི་མ་ལ་ཡའི་མགྲོན་ཁང་ཟེར་ནས་ནི་སྦེང་ལོར་རྒྱལ་ས་ཨིནྡྲ་ན་གྷར་ན་ཡོད་རེད་ཞུ་ཡ་ཡིན་འདི་ནང་ང་ཚོ་ད་ལྟ་རུམ་ཉི་ཤུ་རྩ་གཅིག་ཡོད་རེད། འདི་ནང་ལ་ཡང་ད་ལྟ་ཟ་ཁང་གཉིས་ཡོད་རེད། ཐོ་ཀ་ལི་ཡ། སེ་ཏོ་ལི་ཡ་ས་ཅིག་དང་ཨེ་ནུག་ཨོག་ཐོ་ལི་ཡ། ད་ལྟ་ས་སྟེང་ས་ཁང་གཅིག་བྱས་ནས་ས་ཁང་གཉིས་བཅས་ལྗོན་ཤང་ཁ་མི་གཉིས་ཙག་གཅིག་བྱས་པ་ཞེས་ཞུ་བས་ཡིན།
ཨ་ནི་བཀྲ་ཤིས་དབང་འདུས་ལགས་ཀྱིས་ད་ལྟ་གསོལ་མགྲོན་ཁང་རེད་ད་ག་ནང་བཞིན་གྱི་ཆབ་རེད་ཨ་ནི་སྟབས་བདེ་བོད་ཆ་རེད་ཨ་ནི་ད་ག་ནང་བཞིན་གྱི་ད་ལྟ།

བོད་པ་རང་ཡིན་པ་བྱེད་ཀྱི་མི་ད་ལྟའི་ཆར་ལ་ཡང་མི་ལྔ་ཟེར་གྱི་ཡོད། འདོད་ལ་སོང།
ད་ད་བར་དུ་བོད་པ་ཚང་མ་བཅུ་བ་བརྩི་བ་ཡིན་ན་མི་ཉིས་བརྒྱ་གྲངས་བྱེད་མཁན་བོད་པ་ཡང་བཅུ་ཡོད་ད་ཡིན་ན་ལས་ཀ་བྱེད་མཁན་དེ་གང་བདེན་པོ་ཞིག་ལ་ཡོད་མ་རེད་མི་མང་པོ་ཅིག་ད་ལོ་ཅིག་ཟླ་བ་ག་ཤེད་ལས་ཀ་བྱེད་ལོ་གཅིག་ལས་ཀ་བྱེད་དོན་འགྲུབ་ཐུབ་བ། ལ་རེ་ལས། ད་ངས་བཀྲ་ཤིས་དབང་འདུས་ལགས་ཀྱི་ཡང་འདས་པའི་ལོ་རྒྱུས་ཐོག་ནས་བཀའ་འདྲི་ཁག་ཅིག་ཞུ་གི་ཡིན། བཀའ་འདྲི་དང་པོ་དེ་བཀྲ་ཤིས་དབང་འདུས་ལགས་ཀྱིས་ལོ་ངོ་བཞི་བཅུ་ཙམ་རིང། བཙན་བྱོལ་བོད་གཞུང་གི་གཞུང་ཞབས་གནང་པའི་ཁོངས་ནས་ཨ་ནི་ལོ་ངོ་ལྔ་དྲུག་ཙམ་རིང་ལ། བོད་ཀྱི་སྤྱི་མཐུན་མཉམ་འབྲེལ་གྱི་སྤྱི་ཁྱབ་འགན་འཛིན་གྱི་འགན་འཁུར་དེ་བཞེས་གནང་ཡོད་རེད་སོང་ད་ལྟ་སྤྱི་ཁྱབ་འགན་འཁུར་གནང་པའི་རིང་ལ་ལས་དོན་སྣ་མང

པའི་གནས་མིག་རེད་གསུངས་ད་ལྟ་དེའི་འགན་འཁུར་མཁན་ཚོ་ལ་ལས་དོན་གནང་ཕྱོགས་དང་འབྲེལ་བའི་ཐོག་ལ་ཡང་ལེགས་པའི་དགོངས་འཆར་གསུངས་ནི་རེད་དེ་མེད་ན་ད་ལམ་དོན་ག་རེ་ཡིན་ན་དེ་ལམ་དོན་དམིགས་བསལ་དེ་འདྲ་ཡོད་པ་ཡིན་ན་ཅིག་གསུང་རོགས་གནང་ཞུ་གི་ཡིན།

འདི་ངས་གལ་ཆེན་པོར་བསམ་གྱི་འདུག་ནི། མ་འོངས་པར་ད་ཅིག་བྱེད་དུས་མཉམ་འབྲེལ་ཡིན་པར་རེད་ཚོགས་པ་གང་འདྲས་ཞིག་བར་ནས་ནི། ལས་གཞི་འདི་མཉམ་རུབ་དེ་ནི་གནང་ཐོས་དེ་གལ་ཆེན་པོ་འདུག་ཞུ་ཡ་ཡིན། ལེགས་སོ། ད་དེ་ནས་ད་ལྟ་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་སྡེ་ཚན་ཁག་གཉིས་ཡོད་རེད་གཅིག་སྤྱི་ཚོགས་ཡར་རྒྱས་ཐེབས་རྩ་དང། ཨ་ནི་གཞན་དེ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང། དེ་གཉིས་གཉིས་ཀྱི་ཐོག་ནས་ད་ལྟའི་ཆ་ལ་ད་དངུལ་ཁང་བཅས་གསར་འཛུགས་གནང་གིན་གསུང་གི་ཡོད་རེད་དེ་མ་ཚད་པའི་ད་གསོལ་ཚང་ཚོགས་ལ་བུན་གཏོང་རྒྱ་ཆེན་པོ་ཞུ་ཅིག་གནང་གི་ཡོད་རེད། ཡང་སྤྱི་མཐུན་མཉམ་འབྲེལ་གྱི་ལས་དོན་དེ་ཡང་ད་གང་ལྟར་ཤེས་རྟགས་མང་ཚོགས་ཚོ་ལ་ཨ་ནི་དངུལ་བུན་གཏོང་རྒྱུ་རེད་ད་ག་ནང་བཞིན་གྱི་ཅེས་པས་ན་ཅིག་དངུལ་བུན། བཏང་པའི་དམིགས་ཡུལ་དེ་ཨ་ནི་སོ་ནམ་ཞིང་ལས་ཆེད་དུ་ཡིན་ན་ཡང་རུང་ཚོང་ཙག་ཙིག་གི་ཆེད་དུ་ཡིན་ན་རུང་གང་ལྟར། དངུལ་བུན་གཏོང་རྒྱུ་དེ་སྤྱི་མཐུན་མཉམ་འབྲེལ་གྱི་ད་ལས་འགན་མང་པོ་ཡོད་པའི་ནང་ནས་ལས་འགན་གཅིག་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཨ་ནི་སྤྱི་མཐུན་མཉམ་འབྲེལ་ཡོད་བཞིན་དུ་ཡང་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་དངུལ་ཁང་ཟུར་འཛུགས་གནང་པ་དང་དེ་འདྲ་བྱུང་པ་ཡིན་ན་ཨ་ནི་བུ་ལོན་གཏོང་ཡུལ་དེ

དངུལ། བཅུ་ལེན་བྱས་ནས་ནི་མི་དམངས་དངུལ་བཅོལ་དང་མི་དམངས་ལ་ཡང་མང་དངུལ་བུན་གཏོང་བྱེད་ལས་གཞི་འདི་ལྟར་ལོ། སུམ་ཅུ་བཞི་བཅུའི་ནང་ལ་ཡར་འདུག་བྱེད་བསྡད་ཀྱི་ཡོད་རེད། ཨ་ནི་བར་ལམ་ཅིག་ང་སྤྱི་མཐུན་མཉམ་འབྲེལ་འགན་འཁྱིལ་བའི་སྐབས་ལ་ཡིན་པ་ཡིན་ན་བུ་མོ། ས་ཡ། དྲུག་བརྒྱ་ཙམ་དེ་འདྲས་ཨ་ནི་ང་ཚོས་མང་དོན་ཡག་ཡོད་རེད།

ད་འདི་ང་ཚོས་ག་རེ་བྱེད་དགོས་ཟེར་ན་ཡང་ཁོ་རང་ད་ཅིག་དེ་དངུལ་ཆུ་ཡིན་པ་རེད་མ་བུ་ལོན་ཏང་ཡིན་པ་ནས་དེ་འདྲས་ཀྱི་ལས་གཞི་བཙུགས་ངེས་ཀྱི་སྡེ་ཚན་ཁག་མང་དྲག་དེ་ནང་བཞིན་གྱི་ད་ཅིག་དེ་སྡེ་ཚན་ཁག་མང་དྲག་རེད་ལས་གཞི་ཁག་མང་དྲག་ཡོད་དེ་གལ་ཆེན་པོ་ཞེ་བོ་རེད་སྔོན་མ་ང་སྤྱི་མཐུན་མཉམ་འབྲེལ་ཡོད་སྐབས་ལ་ཡང་ང་ཚོས་དེ་འདྲས་ཅིག་བཙུགས་རེས་ཀྱི་དང་ད་ནི Non Banking

འདི་སྤྱི་ཚོགས་ནང་ལ་ཡང། སྐབས་དེ་དུས་ངས་ད་ཅིག་གནས་ཚུལ་ཚང་མ་སྒྲུབ་ཡིན་དུས་གང་ལ་ཡང། ང་ཚོ་མཁས་དབང་དེ་འདྲའི་སྐད་གདངས་ཀྱི་ཡིག་ཆ་ཅིག་དང་ཤུགས་གྲངས་ཧ་ལམ་ཅིག། བཞི་བརྒྱ་ལྔ་བརྒྱ་ཞེ་ངས་དེ་འདྲའི་དེབ་ཅིག་བཟོས་ཡོད་དེ་དེའི་རྗེས་ལ་ངས་ད་བཙན་བྱོལ་ལས་ཁུངས་ལ་ཡང་ཕུལ་ཡིན་ཏེ། ད་འདི་ནང་གི་ག་ལེ་བ་ཟེར་ན་ད་འདི་མ་འོངས་པ་ལ་ཡང། ནི་ད་ད་ཅིག་ཐོན་གི་ཙམ་མ་ཡིན་པར་མ་འོངས་པ་ལ་ཡང་ད། གལ་ཆེ་ཤོས་དེ་ད་ཚོད་ད། སློབ་ཕྲུག་ཚོ་ལ་ཡང། ནི། སློབ་སྦྱོང་ཆེད་དུ་བུ་ལོན་བཏང་ཡང།

ལྷན་ནས་གཅིག་བརྒྱ་ཆ་གསུམ་བཞི་ལ་ཡར་བུད་ལོན་དེ་འདྲ་བྱེད་འདོད་པ་ནི་ཁོ་སྤྱི་ཚོགས་རང་ཕན་ཐོགས་བྱེད་རྒྱུ་རེད་མ་གཏོགས་ཅིག་དེ། དངོས་གནས་ཀྱི་མ་འོངས་པ་འཚོ་ཐུབ་ཐུབ་མ་རེད་བསམ་གྱི་འདུག་དེ། མ་འོངས་པ་ལ་ཡར་འདི་ག་ལི་ག་ལི་ད་གཅིག་བརྒྱ། བརྒྱ་བརྒྱ་འགྲོ་བའི་སྐབས་ལ་ཡར་ནི་གཅིག་བརྒྱ་ཆ། ནམ་རྒྱུན་གྱི་དངུལ་ཁང་འགྲོ་སྟངས་འདྲ་བོ་བཞིན་འགྲོ་ཐུབ་པ་ཡིན་ན། ནི། སྤྱི་ཚོགས་ལ་ཡར་གྱི་འགྲོ་གི་རེད་ནི་འདི་ཚོགས་པ་འདི་གནས་ཐུབ་ཡ་ཞེ་ཏུ་འདི་འདྲ་གཅིག་བྱེད་དགོས་རེད་བསམ་གྱི་ཡོད།
ལོ། དེ་གཉིས་གཉིས་བར་ལ་ཁྱད་པར་གཙོ་བོ་གཅིག་ངས་མཐོང་ཆོག་བྱས་པ་ཡིན་པས་ཡིན། སྤྱི་མཐུན་མཉམ་འབྲེལ་དེ་ཨ་ནི་ཚོགས་མི་དེ་མཉམ་འབྲེལ་ཆེ་ཁག་བཅོ་ལྔའི་ད་བཤད་སྟངས་མང་ཚོགས་ཚོ་ལ་ཁྱབ་རེད། ཡིན་ནའི་ད་ལྟ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་དེ་ད་རྒྱ་བལ་འབྲུག་གསུམ་ནང་བོད་རིགས་ཡོངས་རྫོགས་ལ་ཁྱབ་ཀྱི་ཡོད་པ་སོང་ཙང་ཁྱབ་ཚད་ཀྱི་ཐོག་ནས་ཁྱད་པར་ཞིག་འདུག་བསམ་གི། ད་དེ་མིན་ངས་ཡང་བཀྲ་ཤིས་དབང་འདུས་ལགས་ལ་ད་ད་ལྟ་བཀའ་འདྲི་འདི་ངེས་པར་དུ་ཞུ་དགོས་ཡ་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད་གང་ཡིན་ཞུས་པ་ཡིན་པ་ཡིན་ན། ཧོང་ཀོང་ནང་ལ་ད་མང་གཙོ་དོན་གཉེར་བ་རེད་ཧོང་ཀོང་མི་མང་གི་ངོ་རྒོལ་བསམ་ཡུལ་ལས་འདས་པ་ལོ་རྒྱུས་ནང་མ་གྲགས་ཅིག་བྱུང་དང་འབྱུང་བཞིན་པ་རེད་དཔེར་ན། དུས་གཅིག་ལ་ཨ་ནི་ཧོང་ཀོང་མི་མང་ས་ཡ་གཉིས་ཙམ་ཨ་ནི་ཁྲོམ་གཞུང་ནང་ཐོན་ནས་ད་ཧོང་ཀོང་གི་ས་གནས་སྤྱི་ཁྱབ་པར་ཁེ་རི་ལེམ་ལ་ངོ་རྒོལ་བྱེད་ཀྱི་ཡོད་རེད་དེ་ངོ་རྒོལ་གཙོ་བོ་དེ་ད་ག་དར་གཅིག་གི་ཧོང་ཀོང་ནང་གི་ཨ་ནི་ཡུལ་མི་ཚོ་རྒྱ་ནག་ལ་ཕ་ནག་ཅན་རྩིས་སྤྲོད་བྱ་རྒྱུའི Extradition Law དེ་འདྲས་ཀྱི་ཁྲིམས་ཡིག་ཅིག་གཏན་འབེབས་བྱ་རྒྱུའི་ཐོག་ལ་ཁོ་ཚོས་དགག་པ་རྒྱབ་ཅིང་ངོ་རྒོལ་ཞི་བོ་བྱས་པ་རེད་ཧོང་ཀོང་གི་མི་འབོར་དེ་ས་ཡ་བདུན་མ་གཏོགས་ཡོད་མ་རེད་ས་ཡ་གཉིས་ཙམ་ཁྲོམ་གཞུང་ནང་ཐོན་ཡོང་དུས་ད་དེ་བས་དངོས་གནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ནི་ཨོའུ་ད་དེ་གཅིག་གིས་དོགས་ཟོན་དང་ཞེད་སྣང་གནང་དགོས་པས་འདི་འདྲའི་སོར་ཆགས་རེ་ཟུང་འདྲ་གསུང་གི་རིགས་ཤིག་འདུག་དེའི་ཐོག་ལ་བཀྲ་ཤིས་དབང་འདུས་ལགས་ཀྱིས་ཡང་དགོངས་ཚུལ་སྙིང་བསྡུས་གསུང་རོགས་གནང།
རེད་ད། ངས་ཀྱི་འདི་བསམ་གྱི་འདུག་སྤྱིར་བཏང་རྒྱ་ནག་ངོས་ནས་ཧོང་ཀོང་ལི་ཡ་ནི་རྒྱལ་ཁབ་གཅིག་གི་སྲིད་བྱུས་གཉིས་ཟེར་ངེས་དེ་དུས་ནས་ལབ་བསྡད་ཀྱི་ཡོད་རེད་དེ། གང་ལྟར་དུས་ཚོད་འདི་འདྲ་ཞིག་གི་རིང་མི་གླལ་བས་ཡིན་པ་ནི་ངས་གསལ་བོ་མཐོང་གི་ཡོད་བསམ་ང་ཚོ་ལུས་རྒྱུད་ལ་བལྟས་བསྡད་པ་ཡིན་ན། ང་ཚོ་བོད་གླིང་བ་ནི་ངོ་མ་ད་ཅིག་དོན་ཚན་བཅུ་བདུན། བཞག་བྱས་ནས་ནི། ནི། དང་པོ་ད་ཅིག་དོན་ཚན་བཅུ་བདུན་ནང་ལ་ཡང་ཅིག། སྙིང་རྗེ་བོ་ལས་བྱོལ་བ་རེད་ད་ནི། ལོ་ཁ་ཤས་ནང་ལ་ཡང་དོན་ཚན་བཅུ་བདུན་དེ་རྡོག་རུལ་བཏང་རོགས། དེ་ནང་བཞིན་གྱི་ད་ཧོང་ཀོང་ལས་ཅིག་རྒྱལ་ཁབ་ཅིག་སྲིད་བྱུས་གཉིས་ཡོད་ལ་བོ་དེ་ག་ལི་ག་ལི་ད་གང་ད་གང་བྱས་ནི་ཅིག་ནག་ཉེས་ཚོ་རྒྱ་ནག་ལ་ཡང་ནི་ཁྲིམས་གཏུག་བྱེད་དགོས་ལས་གཞི་བརྩམས་པ་ཡིན་ན་ཁོ་རང་བཞིན་གྱིས་ནི་ཅིག་ད། སྲིད་བྱུས་གཅིག

མི་དམངས་ཀྱི་ངོ་རྒོལ་བྱེད་པ་ལ་ཡང་ནི་ཅིག་ལམ་སང། རྡོག་རོལ་མ་བཏང་བྱས་མཐའ་ཅིག་ཙམ་བཏང་ཡིན་གོ་བར་བྲེལ་བ་ཡིན། ལན། རེད་ད་ལྟ་བཀྲ་ཤིས་འདི་ལ་སོང་གི་ཞེས་སོང་རྩ་བའི་ཧོང་ཀོང་མི་དམངས་ས་ཡ་གཉིས་ཙམ་ཨ་ནི་ཁྲོམ་གཞུང་ནང་ལ་ཐོན་ནས་ཧོང་ཀོང་ས་གནས་སྲིད་གཞུང་ལ་ངོ་རྒོལ་གནང་ཡོང་དུས་དེའི་གི་ལྟ་བའི་མཚོན་དོན་རུ་མ་སོང་ནི་དེ་ཧ་ཅང་གི་ཤུགས་ཆེན་པོ་ཡོད་རེད་དེའི་ཐོག་ནས་ཡང་རྒྱ་ནག་ནང་ལ་མང་གཙོའི་གི་རྦ་རླབས་གི་ལྟ་ཕྲན་བུ་གཅིག་གིས་གཡོ་སྒུལ་ཐེབས་སྲིད་པ་རེད་འདི་འདྲའི་དགོངས་ཚུལ་དེ་གཏན་གཏན་ཡོད་ངེས་མང་དག་ཅིག་རེད་ཤ་སོང་ད་དེ་རིང་ཨ་ནི་བཀྲ་ཤིས་དབང་འདུས་ལགས་ཀྱིས་སྒེར་གྱི་ཚོང་ལས་སྡེ་ཚན་སྨན་བླ་བྱམས་བརྩེ་ཁང་གི་ལས་དོན་གནང་ཕྱོགས་དང་ཨ་ནི་ཚོང་ལས་དང་དེ་ཚོའི་ཐོག་ལ་ངས་བཀའ་འདྲི་ཞུ་ཡས་དེ་ད་ག་ཚམ་བཞག་གི་ཡིན་ཨ་ནི་ངས་བཀྲ་ཤིས་དབང་འདུས་ལགས་ཀྱིས་དེ་རིང་ང་ཚོའི་གླེང་མོལ་གྱི་ལས་དོན་དེའི་ནང་ལ་བཀའ་འདྲི་ཞུ་རྒྱུའི་གོ་སྐབས་སླར་ཡང་གནང་བར་ཐུགས་ཆེ་གནང་ཞུ་གི་ཡིན།